ཟླ་བ་བཅུ་པའི་ཚེས་པ་བཅོ་ལྔ་ཟླ་བ་ཉག་གང་བའི་ཉིན་མོ་དེ་ལ་བོད་དུ་ཆེན་བརྩི་གི་བ་རེད། ང་ཚོས་ཚེས་པ་བཅོ་ལྔའི་རྗེས་ལ་བདུན་ཕྲག་གཅིག་བཞག་ནས་ཟླ་བ་བཅུ་པའི་ཉི་ཤུ་གཉིས་དེ་ལ་ཡ་ལ་བོད་དུ་ཆེན་བརྩི་གི་བ་རེད། སྤྱི་བཏང་ད།

ཨེ་ཏི་ཧཱས་ཀྱི་རིགས་ཀྱི་ཆེད་དེ་ལ་བོད་སྐད་ནང་ན་དེ་ལྟ་བུའི་བྱུང་བ་སྡེ་སྦྱོང་གི་སྡེ་ཞེས་ནས་འདུག་ས་རེད། དེ་ལྟ་བུའི་བྱུང་བ་དང། རྟོག་པ་བརྗོད་པ་དང། བྱིས་པའི་ར་ལོ་བཟོ་བ་དང་མི་མཐུན་པ་དེ་འདྲ་ཡོད་རེད། དེ་ལྟ་བུའི་བྱུང་བ་སེལ་ཡ་དེ་ཐུན་མོང་གདུལ་བྱའི་སྣང་ཚུལ་དང་མཐུན་པར་བྱེད། དེ་འདྲས་རང་བྱུང་བ་རི་དྭགས་ཞེས་ནས་གང་གཱའི་ལྟར་གསང་བ་གསང་ཆེན་མི་བྱ་བའི་གནས་ཚུལ་བྱེད་ཚེ། རྫུ་འཕྲུལ་ལ་གསུངས་པ་དེ་ཚོ། དེ་ལྟ་བུའི་བྱུང་བའི་ནང་ན་འགྲོ་བ་མ་རེད། རྟོགས་པ་རྒྱུ་བའི་ནང་ན་འགྲོ་བ་རེད། ལ་བྱེད་པ་མི་འདུག། གང་ལྟར། སྟོན་པ་བཅོམ་ལྡན་འདས། མངོན་པ་གཙོ་བོ་སངས་རྒྱས་ནས། ད་ལོ་ག་ཚོད་ཉི་ཤུ་རྩ་གྲངས་ཤིག་མེད་འགྲོ། ད་བཤིག་ཚར་བ་ཅི་ངས་དྲན་གི་མི་འདུག། གང་ལྟར། དགེ་འདུན་གྱི་སྡེ་ཚོ།

ངོ་བོ་རྫོགས་པ་རེད། བྱས་ཙང་དེ་ཡིས། སྐུ་ཕྱི་ཕྱི་མ་དེ། སུམ་ཅུ་རྩ་གསུམ་གྱི་ལྷ་ལི་ཡ། ལྷ་ཡི་བུ་མོ་ཁྱེད་ལ་འཁྲུངས་ནས་བཞུགས་ཡོད་རེད། དེ་འདུལ་བའི་ཆེད་དུ། སྟོན་པ། ལྷ་གནས་སུ་ཕེབས། སུམ་ཅུ་རྩ་གསུམ་གྱི་གནས་ལ་ཕེབས། མཆོག་གི་སྤྲུལ་སྐུ་མཛད་པ་ཅན་གྱི་སངས་རྒྱས་དེ་བྱས་ཏེ། མཛད་པའི་རྣམ་གྲངས་ཞེ་ལྔ་ཅིག་ངེས་པར་དུ་མཛད་དགོས་ཡ་ཆེ།

གནམ་གྲུའི་བྱིས་པ་བུད་མེད་རབ་ཏུ་དབྱུང་ཡག་གི། ཐུང་ཐུང་ཡོག་མ་རེད། དེ་བུད་མེད་རབ་ཏུ་དབྱུང་ཡག་དེ། ཀུན་དགའ་བོས་མགོ་འདྲེན་བྱས་པ་ཡིན་ཙང། མ་ཡུན་རང་ཡུན་བྱུང་བ་རེད་མ་གཏོགས། སངས་རྒྱས་རང་གི་ཐུང་ཐུང་དེ་བཏོན་པ་ཡིན་ན་བུད་མེད་རབ་ཏུ་དབྱུང་ཡག་གི་ཐུང་ཐུང་ཡོག་མ་རེད་ཟེར་དུས། མདོ་དང་བསྟུན་ན་བདེན་པ་མ་རེད། དེ་ཁོ་རང་ད་ག་ཟེ་བཤད་བསྡད་པ་རེད། ཕྲན་བུའི་དུས་ཚོད་འགྱངས་ཡག་དང། སྤྱི་བའི་རྒྱུ་ཆུ་རྗེས་ལ་སོགས་སྤྱད་ཡག་དེ། དགེ་སློང་མའམ། བུད་མེད། གཉིས་པར་བཙོང་མཁན་དེ་ཚོས། རྒྱུད་སྦྱང་བའི་ཆེད་དུ་རྒྱུད་སྨིན་པའི་ཆེད་དུ་གསུངས་པ་ཞིག་རེད་མ་གཏོགས། དེ་དགེ་སློང་མའི་དགེ་འདུན་མས་ལན་འདྲི་བ་ཞིག་དགོངས་བ་མ་རེད། བྱས་ཙང་དགེ་སློང་མའི་དགེ་འདུན་ངེས་པར་དགོས་ཡག་དེ་འཁོར་རྣམ་པ་བཞི་ཚང་བར་མ་བྱས་པ་ཚེ། འཁོར་རྣམ་པ་བཞི་ཚང་བར་བྱས་ཡག་བྱས།

རྗེ་བཞི་ཞི་གསེར་མགོན་མེད་སྲིན་གྱིས་ཀུན་བའི་ར་བས། ཀུན་དགའ་ར་བས། གཙུག་ལག་ཁང་གི་ནང་ལ། ནམ་རྒྱུན་སངས་རྒྱས་བཞུགས་པ་ཡིན་ཙང། དེས། དགེ་སློང་དགེ་འདུན་གྱི་མདུན་དུ་བདར་ནས་སངས་རྒྱས་བཞུགས་པ་ཡིན་ཙང། གང་གཱའི་མཇལ་དྲོ་བར་བྱེད་པར་རོ། ད་དེའི་ལུགས་དེ་སངས་རྒྱས་མ་བཞུགས་པ་ཡིན་ཙང། ཕྱི་ཟླ་མགོན་མེད་ཟས་སྦྱིན་གྱིས། མོས་འོད་དཀར་གྱིས་བརྒྱུད་ནས་སངས་རྒྱས་བཀའ་འདྲི་ཞུས་ཚེ། སངས་རྒྱས་ཀྱིས་འདྲ་བོ་གཅིག་སྐུ་རྩེད་དུ་སྙམ་པའི་འདྲ་བོ་གཅིག་བཞག་ནས། མདོ་གང་ནའམ་བཞག་ནས་འགྲིག་གི་རེད་པས་གཙུག་ལག་ཁང་ནའམ་བཞག་ནས་འགྲིག་གི་རེད་པས་ཞུ་དུས་ག་ལ་ད་འགྲིག་གི་རེད་གསུངས་པ་རེད། བྱས་ཙང་སངས་རྒྱས་ཀྱི་སྐུ་གཟུགས་འབུར་མ་བཞེངས་པའི་དང་པོ་དེ་སངས་རྒྱས་ཞུ་བའི་སྐབས་རེད། དེང་སང་གི་ནུབ་ཕྱོགས་པའི་བྱུང་བ་མང་ཆེ་ཚེ་སངས་རྒྱས་སྐུ་གཟུགས་བཞིན་ཡལ་ཏེ་སྟོན་པ་མྱ་ངན་ལས་འདས་ནས་ལོ་མང་པོའི་རྗེས་ལ་མ་ཐུག་མ་བྱུང་བ་ཞིག་བར་བརྒྱད་བདུན་པ་གས་མ་རེད། ད་ཁོ་ཚོས་སངས་རྒྱས་ཀྱི་གསུང་ཆ་ཚང་ཀློག་དགོས་བ་མ་རེད་པ། བྲིས་སྐུ་དེ་དེང་གཉིས་སིངྒ་ལའི་སྲས་མོ་མེ་ཏོག་འཁྲི་ཤིང་ལ་བསྐོར་གནང་ཡག་དང།

ཟླ་བ་བཅུ་པའི་ཉི་ཤུ་གཉིས་ལ་བརྩི་བ་སྟེ། དབྱར་དྲོས་ནས་ཟླ་བ་བཅུ་པའི་ཚེས་བཅོ་ལྔ་ལ་དགག་དབྱེ་བྱས་ནས་བདུན་ཕྲག་གཅིག་གི་རྗེས་ལ་སྙིང་བ་ཕེབས་པར་བརྩི། དགག་དབྱེ་གི་རྗེས་ལ་ཡང། བསགས་སྦྱང་གི་བྱ་བ་དང། བསགས་སྦྱང་བསྟན་ཡག་གི་བྱ་བ་དང། སྦྱོང་རྒྱུ་ལ་བསུ་བ་བཅས་དེ་ཡོད་ཡིན་ཙང། དགག་དབྱེ། གྲུབ་མ་ཐོབ་དུ་མ་ཕེབས་ཡོད་མ་རེད།

མངོན་པར་བྱུང་བའི་མདོ་དང། རྒྱ་ཆེར་རོལ་པ་ལ་གཟིགས་པ་ཡིན་ན། ཁོ་ཚོའི་འདོད་ཚུལ་དེ་བདེ་བ་ར་བྱེད་པ་རེད། གང་ཞེ་ན། མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་བསྟན་ནས་བདུན་ཕྲག་བདུན་གྱི་རིང་ལ། རྡོ་རྗེ་འཆང་རང་ལ་བཞུགས་པ་དེ་གསལ་པོ་རེད། བདུན་དང་པོ་ལ་ག་རེ་གནང་བ་བདུན་གཉིས་པ་ལ་ག་རེ་གནང་བ་བདུན་གསུམ་པ་ལ་ག་རེ་གནང་བ། ད་བདུན་ཕྲག་བདུན་གྱི་རིང་གི་ཡར་འདུལ་བརྒྱ་ནས་ཞུ་བ་རེད། བདུན་ཕྲག་བདུན་གྱི་དུས་ཡུན་དེ་ཟླ་བ་དྲུག་པའི་ཚེས་པ་བཞི་ཉིན་མོ་དེ་གཙང་འགྲོ་བ་རེད། ཚེས་པ་གསུམ་ཉིན་མོ་གཙང་འགྲོ་བ་རེད། དེ་ནས་ཚེས་པ་བཞི་ཉིན་མོ་དེ་བདུན་ཕྲག་བདུན་ཚང་བའི་ཉིན་མོ་གཉིས་པ་དེ་རེད། དངུལ་བ་བཅུ་ནས་མདོ་དང་བརྒྱ་ཕྱི་རུ་བ་གཉིས་ཆ་གི་ནང་ལ། བདུན་ཕྲག་བདུན་གྱི་རྗེས་ལ་རྡོ་རྗེ་ལྡན་ནས་ཚུར་ཐོན་ནས་ཝར་ན་སི་མ་བྷེའི་བར་དུ་ལང་ཀ་ལ། ཉི་མ་འགའ་རོག་གྱུར་འགོར་རེད། ཚུལ་དེ་ག་པ་ག་པ་བཞུགས་པ་དང་ག་རེ་ག་རེ་གནང་བ་བཅས་དེ་གསལ་ཡོད་རེད། ཐོག་མ། དགའ་ཡག་ཡོད་སོང་དང། ཆུ་ལོང་ཡོད་སོང་ན་ཅེས་བསྟོད་ཡག་དང། དེ་ནས་ཚོ་སྐྱ་མདོག་ལེ་ལེ་ཞུ་ཡག་དང། ཨ་དེ་ནས་ཤི་ནས་ཅེས་བར་ན་ཚེ་ལས་འཕེལ་ཡག། བར་ན་ཚེ་ལས་འཕེལ་ས་ར་ན་ལས་འཕེལ་བའི་ཉི་མ་དང་པོ་དེ་ལས་ཁྱོད་བཞུགས་ཆུ་འགོར་བསྐོར་ཡོད་མ་རེད། ཉི་མ་དང་པོ་དེ།